འདོད་ཡལ་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་གཅིག་གྱུར་བ། ད་ཆོས་ཆོས་ཆོས་ཟེར་སླ་བས་ནི་མཐར་གཏུགས་ན། གར་བྱེད་མཆོད་བྱེད་གོ་རེ་ཟེར་སླ་བས་འདོད་ནི་ད་འགྲེལ་བཤད་ཟབ་བོ། རྒྱབ་བཤད་ཀྱང་རུང་མ་བཤད་ཀྱང་རུང། ད་བབ་ས་དེ་ད་ཚིག་རྫིག་པོ་ལ་ན་མ་ལ་ན་གང་ད་བདེ་བ་འདོད་ཀྱི་ཡོད་རེད་སྡུག་བསྔལ་འདོད་ཀྱི་ཡོད་མ་རེད་ད། ད་ས་མཚམས་འདིར་ད་འདི་ནས་རེད་ད་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་དེ་མི་གཞན་པ་གི་ཁྲེལ་བཀོད་ནས་བདེ་བ་འདོད་གོ་ར་ད།

ཁོ་སྐྱེ་བོ་ངོ་མ་རང་བཞིན་ཡིན་པ་ཡིན་ན་ག་ཚོད་དཔྱད་པ་ཡིན་ན་ཁོ་ཡག་རེད་ཡག་འགྲོ་དགོས་རེད་བ། ད་འདི་མ་རེད་ང་རང་ཚོ་དེ་འདྲ་དཔེར་ན་གྲོགས་པོ་ལྟོགས་སྡོད་དུས་ཁ་ལག་ཅིག་ཟ་བ་ཡིན་ན་ད་སྐྱེ་བོ་ཞིག་དྲག་འདུག་ཟེར་རེད་བ། གྲོགས་པོ་ལྟོགས་སྡོད་དུས་ད་ཁ་ལག།

གཞན་དུས་ལྟར་ནང་ཆོས་དྲུང་འབྲེལ་བཤད་རྒྱག་པ་བྱས་ནས་མ་ཆོས་ཚིག་དང་འབྲེལ་བའི་ཚིག་བསྡུས་ཞིག་ཐོན་པ་ཡིན་ན་དེ་ཁོ་ཚོ་གོ་གི་མ་རེད་བསམ་ལམ་སང་དྲན་ཡོང་མོད། ངོ་ནས་བཤད་ན་བོད་པའི་ཚིག་དེ་ཨིན་ཇིའི་ཚིག་ནང་བདག་གིས་སོ་སོའི་དོ་སྣང་བྱེད་སྦྱངས་པ་ཡིན་ན། སྤྱི་ཚོགས་ཁོ་བོས་ཁོ་རང་ནང་ནོར་བོད་པའི་ཚིག་འཁྱུག་ཕྱིན་པ་ཡིན་ན། ཨ་ནེ་ནང་ཆོས་འབྲེལ་བཤད་རྒྱག་མཁན་ད་ང་ཚོ་རུ་ཐེབས་ཆག་དེ་འདྲ་ལྟོས་གོ་མ་རེད། བླ་མ་དགེ་བཤེས་མཁས་བ་ག་ཚོད་ཡོད་རེད་དེ་འདྲས་མ་འབྲེལ་བཤད་རྒྱག་དུས་དཔེ་དེ། མཁས་བ་མཁས་པའི་ནང་ནས་མཁས་པའི་མཁས་པ་དེ་འདྲ་རྐྱང་རྐྱང་གིས་འགྲེལ་བཤད་རྒྱབ་པ་ཡིན་ན་ཁྱེད་རང་ཚོ་ལོངས་སྤྱོད་ཡོང་གི་རེད་ད། ད་སོ་སོའི་ངོས་ནས་ཁྱོད་ནས་ཡར་རྒྱས་ཁྱོད་ནས་མ་བཏང་བ་བྱས་ནས་ཕལ་སྐད་རྐྱང་རྐྱང་རྒྱག་མཁན་གྱི་མི་གཅིག་གིས་རྐྱང་རྐྱང་རེད་དེ། ཨ་ནེ་ཡང་མཚམས་རྩ་ལ་ཡོང་གི་འདུག་ཨ་ད་དེ་ཁྲག་དྲག་གི་འདུག་ཁྲག་དྲག་གི་འདུག་སོ་སོའི་ངོས་ནས་ཁྲག་པོ་དེ་གོ་ཡ་ལ་བེད་བརྩོན་ཁྱག་རྩ་བ་ཉེར་མ་བྱེད་པ་བྱས་ཁྲག་པོ་དེ་མར་བླ་རུ་ཡོང་ཡ་རྐྱང་རྐྱང་ལ་རེ་བ་རྒྱབ། ད་འདི་ནོར་རེད་ང་ཚོ།

འདི་གའི་ཚིག་འདི་ག་དང་བོད་ནང་བསྒྱུར་བྱ་རྒྱུའི་ཚིག་བཏོད་བྱ་བ་ནི་བོད་ནང་བསྒྱུར་བྱ་རྒྱུ་དེ་བོད་པའི་གི་ཞག་ཚི་ཆད་དོ། ཨོ་ཡང་ཅིག་སྐད་དེ་ཚིག་འདི་བོད་སྤྱོད་བཏང་ཡོད་དུས་ཅིག་ག་བོད་པའི་བོད་ཡིག་གི་འགྲོས་དང་མཐུན་པ་བོད་པའི་གོམས་གཤིས་གཤིས་ཀ་དང་མཐུན་པ་སྒྲ་གདངས་ཀྱི་འགྲོས་དང་མཐུན་པ་ཡག་པོ་འདུག་བ། ང་ཚོ་མང་ཆེ་བསྒྱུར་ཡོད་དུས་ཨིན་ཇིའི་གོ་བ་དེ་ཚུགས་གླེན་ཨེ་འདི་ག་ལ་བོད་སྐད་ནང་ཚུགས་རྒྱུ་ཡོད་མི་འདུག་བ། བྱས་ཙང་དེ་ང་ཚོ་འདི་འདྲའི་ཤུགས་མ་རྒྱག་པ་ཡིན་ན།

སྐད་ཡིག་དུ་ཡོད་པ་ཡིན་ན་ང་རང་ཚོ་ཆོས་ཟབ་མོ་དེ་ལ་བརྟེན་རྟོགས་ཐུབ་འདུག་བ། ཡིག་གང་ལ་ཞུགས་བདེ་རྒྱུ། བཀའ་བརྒྱུད་བསྟེན་རྒྱུ་པོད་མཐུག་པོ་འདི་གའི། རྩ་བ་བོད་སྐད་ཐོག་ལ་ཡོད་རུ་བ། ད་དེ་འུ་ཐུག་ནས་ཨིན་ཇི་སྐད་ལ་བ་འགྱུར། འགྱུར་རེ་པོད་དག་ལ་མ་དག་ལ་ཅིག་ལ་ཨ་དེ་ལ་བརྟེན་ནས་ང་ཚོའི་བོད་པའི་གི་ཨ་ནེ་བོད་བོད་པའི་ནང་ཆོས་སྦྱང་དགོས་ཐུག་ན། དེ་ཡང་ཡང་མ་རུ་བ། རང་སྐད་ཁོ་རང་ནས་དང་པོ་སྐྱེས་དུས་ནས་བོད་སྐད་ཅིག་ཡོད་པ་དེའི་སྒང་ལ་སྟག་སྔགས་སྐད་ཡིག་བྱམས་ལེགས་པ་ཅིག་ཡོད་རེད་ང་རང་ཚོ་ནས་བྱམས་ལེགས་པ་ལ་ནས་ཁུག་མ་རེད་རེད་བ། ད་ང་ནས་བྱས་ཙང་དེ་ཡིན་དུས་ད་ང་རང་ཚོ་བོད་སྐད་དེ་ཡར་རྒྱས་བཏང་ཡས་དེ་དཔེ་བེད་སྤྱོད་བྱས་དགོས་འདུག་ཅིག་ཟེར་དུས་ད་བ་ང་ཚོ་ང་ང་དེ་ཙང་བོད་པ་ལ་ད་སྐྱོན་བརྗོད

བོད་ཡུལ་རྒྱ་ཡུལ་དུ་བསྒྱུར་གྱི་ཡོད་རེད། བེད་སྤྱོད་བྱེད་ཀྱི་ཡོད་རེད། དེ་ལ་ང་ཚོ་ག་ཚོད་ཤེས་ཀྱི་ཡོད་དེ། དེ་ཐོག་གར་ཆུད་ཡོད་ང་ཚོ། བྱས་ཙང་ང་ཚོ་དཔེ་སྐྱོ་བོར་འདུག་བྱས་ཙང་ཟེར་ན་ད་རྒྱ་བོར་མ་ཆུད་གོང་ལོག་འབྲས་བུ་ཆགས་ཀྱི་ཡོད་རེད་བ། མཇལ་ཁ་ཞུ་ཁ་ཡོང་གི་ཡོད་རེད། རྒྱ་བོར་མ་ཆུད་བཀའ་གསུང་ཅི་རིགས་ཞུ་གི་ཡོད་རེད་ད། གོ་དོན་ནི་ཅི་གཏང་གི་ཟུག་གོ་རེད་བ། དེ་ཆགས་ས་ཞི་དྲག་ཡག་པོ་རེད། ཡིན་ན་ངོ་མ་དེ་རྒྱ་བོར་མ་ཆུད།

དེ་ལ་བདེ་བའི་ཐབས་ཏེ་སངས་རྒྱས་ཀྱི་བསྟན་པ། འོ་དེ་འཛིན་སྐྱོང་སྤེལ་གསུམ་བྱེད་མཁན་གྱི་བོད་པའི་ཆོས་དང་རིག་གཞུང་ད་ཁ་སོ་བོད་པའི་སྐད་ཡིག། འོ་ད་འདི་གི་མི་ཉམས་རྒྱུན་འཛིན་རོ་ཡ་ཉམས་པ་ལ་སོ་ཡུན་རིང་དུ་གནས་ནས་རོ་བ་རང་ཤེས་གཉིས་པའི་འགྲུལ་བས་དེ་རྒྱ་བོ་རོམ་གྱི་དགོངས་པ་རེད་མ་གཏོགས་གཞན་རྒྱ་བོ་རོམ་གྱི་དགོངས་པ་དེ་ལྷག་གི་ལོག་ག་རེ་ག་རེ་ཡོད་རེད་ད། འདི་ནས་དེ་དངོས་གནས་དྲང་གནས་རྒྱ་བོ་རོམ་རྒྱ་བོ་མཁས་པའི་ཆོས་ཁྲིད་ཡིན་པ་ཡིན་ན་ང་རང་ཚོ་ཆོས་རེ་རེ་བྱས་ལ་བདག་གཅེས་ཡག་པོ་བྱེད་དགོས་དོ། ང་རང་ཚོ་བོད་པའི་འགོ་ཁྲིད་ཡིན་པ་ཡིན་ན་བོད་སྐད་ཡག་པོ་ཞིག་བརྒྱབ་དང། མིག་དཔེ་ཡག་པོ་ཞིག་བསྟན་དང། ཐབས་ཐབས་ག་བ་ཕྱིན་པ་ཡིན་ན་ང་དུ་བ་ཨིན་ཇི་སྐད་འདི་བརྒྱབ་ན་བོད་པའི་སྤྱི་ཚོགས་འདི་ནང་ལ་ངོ་སྤྲོད་བྱེད་མྱོང་ཨིན་ཇི་བོད་ནང་ཆོས་ངོ་སྤྲོད་བྱེད་མྱོང། ང་སེམས་འདི་ནང་ལ་དངོས་གནས་དྲན་ནས་ཨ་ད་ད་ཁྱོད་ནི་ངོ་སྤྲོད་མ་བྱེད་པ་ལས་བྱེད་པ་ཡག་གི་རེད་བ། ཡིན་ནའི་འུ་ཐུག་པའི་སྐད་ཆ་རེད་བ། གཟུགས་པོར་གྲྭ་ཆས་གོན། འགྲེལ་བཤད་བརྒྱབ་ས་དེ་བོད་པ་ལ་བརྒྱབ།

གཅིག། སུམ་ཅུ་བའི་རྩ་བ་དང་ཨ་ནེ་རྟགས་འཇུག་གི་རྩ་བ་དེ་དུས་ཁྲག་སེར་ཚོས་འདི་འདྲའི་གི་ཚན་རིག་སློབ་སྦྱོང་རྒྱ་ཆེན་པོ་བྱེད་མཁན་དང་ཨང་རྩིས་སློབ་སྦྱོང་རྒྱ་ཆེན་པོ་བྱེད་མཁན་ལ་ལྟོས་དེ་མ་རེད་དཀའ་ལས་ཁག་པོ་གལ་གལ་མ་རེད། སྦྱང་གི་ཡོད་མ་རེད་ང་ཚོས། ངས་ང་སློབ་གྲྭ་ཆེ་ཚང་འགྲོ་མྱོང། དེ་སླད་ཁྲག་གི་དེ་འདྲ་ང་ཚོ་སྦྱང་ཡ་ཡོད་རེད་སྦྱང་གི་ཡོད་རེད་ཚང་མ་བྱེད་ཀྱི་ཡོད་རེད། ད་ལེགས་བཤད་སྦྱོང་བ་དང་ལྟ་སྤྱོད་དཀའ་གནད་སོགས་པོ་དེ་གཉིས་གཅིག་པུ་སྦྱང་བྱས་ན་གསུམ་དག་འགྲོ་ན་ཡག་ཏུ་ཆགས་བསྡད་རེད། བོད་པའི་དག་ཡིག་དེ་ཨིན་ཇི་ནང་དང་རྙོག་གྲ་ཚ་བོ་ཡོད་མ་རེད། སུམ་ཅུ་བ་འགྲོ་སྟངས་དེ་རྙོག་གྲ་ཚ་བོ་ཡོད་མ་རེད་ཨིན་ཇི་དང་ནང་གི་ཁང་དེ་ཡོད་རེད། ཨིན་ཇི་གི་སུམ་རྟགས་ངས་ཨིན་ཇི་སུམ་རྟགས་དོ་སྣང་ཞུ་ཕྱིན། ཆེད་མངགས་དཔེ་དེ་དཔེ་ཆ་བསྒྱུར་དགོས་བྱུང་ན་ཡག་པོ་ཡོད་ངའི་དོན་དག་ལ་ངས་ཨིན་ཇི་སུམ་རྟགས་ཀྱི་དོན་དག་དེ་འདྲ་སྤང་སྤྱོད་ཕྱིན་ཚིག་གི་རིགས་ཁ་ཚུ་ཚགས་དུམ་བརྒྱབ་སྟངས་རིགས་ཁག་མང་པོ་ཞིག་འདིའི་ཚུན་ཆད་ལ་སྒྲིག་ཁྲིམས་དག་ཅིག་པ་ཞིབ་པོ་ཅིག་སྦྱངས་ཡིན། ད་མཚན་ཉིད་པ་ཞིག་ཡིན་པའི་ངོས་ནས་ཨིན་ཇི་གི་སུམ་རྟགས་འགྲོ་སྟངས་ཅིག་སྦྱངས་ཡོང་དུས་ནང་འགལ་གྱི་གོང་བུ་རེ་བཞག།

འདུག་ཨ་ཡ་འདི་ང་ཚོ་ཉམས་མྱོང་ར་འཕྲོད་འདུག་འདི་ག་རེ་རེད། མངལ་ལ་ལྟོགས་པའི་སྡུག་བསྔལ། བཀྲེས་པའི་སྡུག་བསྔལ་སྡུག་བསྔལ། ཁ་སྐོམ་པའི་སྡུག་བསྔལ་བཀྲེས་སྐོམ་སྡུག་བསྔལ་བརྗོད་ཡོད་རེད་བ། བཀྲེས་སྐོམ་གྱི་སྡུག་བསྔལ་གྱིས་མ་བཟོད་པ་བརྗོད་ཡོད་སེམས་ནང་ལ་མ་སྐྱིད་པ་ཅི། མཁྱེན་སོང་བ། ད། བཀྲེས་སྐོམ་གྱི་སྡུག་བསྔལ་གྱིས་མ་བཟོད་པ་བརྗོད་ཡོད་དུས་ད་ང་ཚོ།

སྤྲད་པའི་སྡུག་བསྔལ་དེ་ཞི་བའི་ཞོར་ལ་ཏིས་སུ་སྐྱེས་པ་སྐྱེས་པ་འབྱུང་གི་ཡོད་རེད། ད་འདི་འདུག་བ། ད་ད་ད་ག་རང་ག་ལ་ཁ་ལག་མུ་སྟོན་ཟ་དེ་ད་ད་བདེ་བ་ཡོད་མ་རེད། བྱས་ཙང་དཔེ་ཆ་ནང་ལ་སྡུག་བསྔལ་བཅོས་བསྒྱུར་གྱི་བདེ་བ།

འདིའི་ཚིག་འདི་རེད་ད། ཨིན་ཇི་གནང་ན་ད་བོད་སྐད་གནང་ན་ལོངས་སྤྱོད་པ་སླད་དུ་མ་བསླབ་ག་འདྲི་སྟངས་མི་ཤེས་གི་མི་འདུག་མང་ཆེ་ཆེ་ལོངས་སྤྱོད་པ་ལ་གོ་གོ་གི་ཡོད་མ་རེད་ད། བྱས་ཙང་ངོ་ད་ད་སྡེ་བ་སྡེ་བ་ངོ་ངོ་མ་བྱིན་པ་ནི་ག་ཟོད་ཅིག་ལོངས་སྤྱོད་པ་ནི་སྐྱིད་རུ་སྐྱིད་འགྲོ་གོར་བ་འདི་འགྲུག་མ་རེད་ད་ང་རང་ཚོ་སྡེ་བ་ཆས་ཙང་འདི་འདྲ་རེད། ད་དེ་ར་འཕྲོད་དུས་ད་ག་ལ་མ་སན་འདེ་གོ་མ་རེད་བ་ང་ཚོ་ག་ལ་མ་སན་འདེ་གོ་མ་རེད་ག་ལ་མ་སན་འདེ་ཐུག་མ་རེད་ང་ཚོ་སོ་ཚོགས་ཐུག་མ་རེད།

འདི་ཟ་དུས་དུས་ཟིག་ཞིམ་པོ་ཞིག་རེད་དེ་ཁོ་ཞིམ་པོ་ཞིབ་བྱེད་གད་ད་ཡོད་མ་ད་ཡིན་ན་ཞིམ་པོ་ཞིག་གནང་ཡོད་འགྲིག་གི་རེད་སེམས་ས་ཆེ་ནས་ས་ཆེ་ན་ཁོ་ཟ་དུས་ཞིམ་པོ་ཡོད་བ་བྱེད་ཡང་མ་རག་ནས་སེམས་ན་དེ་ཙམ་གྱི་སྡུག་བསྔལ་མེད་བ་རེད་བ། འདུག་བ། ད་ང་རང་ཚོ་ད་འདི་ད་གཅིག་པར་ད་ང་རང་ཚོ་སྡེ་བ་ཞིབ་བྱེད་རྩིས་བལྟས་ན་ཁོ་ལ་སྡེ་བའི་གི་རིན་ཐང་ཇི་ཙམ་སོ་སོའི་ཕ་སྦྱིན་པ་སྦྱིན་པ་ལ་སྤྲད་པ་ཟེར་བ་རེད་འོང་སྡེ་བའི་རིན་ཐང་ཇི་ཙམ་གྱི་སྦྱིན་པ་དེའི་ཚེ་གི་དེའི་ཚོད་ཀྱི་གལ་སྲིད་གཅིག་གྲ་མ་དུལ་བ་བྱུང་བ་ན་སྡུག་བསྔལ་མང་ཡོད་ད། བཟའ་ཟང་ཕན་ཚུན་དང་པོ་རོགས་པ་ར་བཞི་བསྒྲིགས་ནས་ཆང་ཚ་རུ་བསྐྱལ་སྡོད་དུས་ཇི་ཙམ་གྱི་བརྩེ་བ་ཆེ་བ་དེའི་ཚོད་ཀྱིས་དེ་དང་འབྲེལ་ནས་ཕྲག་དོག་དེ་མ་བསུ་བ་ཡོད་ད། ད་གཅིག་གྲ་མ་དུལ་བ་ཅིག་བྱུང་བ་ཡིན་ན་ཧ་ལམ་རང་བཞིན་རྒྱལ་མཚམས་ཐུག་ཡིན་དགོས་ཀྱི། ད་གཅིག་དཔལ་འབྱོར་རུ་འཇུས་པ་ཡིན་ན་དཔལ་འབྱོར་སོ་སོས་རྩ་ཆེན་པོ་ཤུགས་ཀྱིས་བརྩེས་ད་དེ་གཅིག་བརླགས་ད།

ད་གང་འདྲ་མང་པོ་ཅིག་ང་ཚོ། དོན་དག་སོ་སོར་རང་དབང་མེད་པའི་ཐོག་ནས་སྒྲུབ་བསྡད་འདུག་བ། ལུས་རྟེན་འདི་འདྲའི་བྱུས་འགྲོས་ཕ་མ་ག་འདྲའི་ཆེར་སྐྱེས་ཡོད་མེད་ས་ཆ་ག་བ་སྐྱེས་ཡོད་མེད་མི་ཚེ་སྐྱེལ་བའི་རིང་དེར་བདེ་སྡུག་ཉམས་མྱོང་ག་འདྲ་ཡོང་གི་ཡོད་མེད་དེ་རང་དབང་མི་འདུག་བ། ཤི་ཚར་བའི་ཆེད་ན་ག་བ་འགྲོ་མ་འགྲོ་ཡ་དེ་ཡང་རང་དབང་ཡོད་མ་རེད། ལུས་ག་འདྲའི་ཆེ་བླངས་མ་བླངས་དེ་ལ་ཡང་རང་དབང་མི་འདུག་བ། ལུས་ག་འདྲའི་ཆེར་བླངས་པ་ཡིན་ན་དེའི་ཚེ་ན་ནས་འཚོ་བ་བདེ་སྡུག་ལ་སོགས་པའི་ཆིག་བདེ་སྡུག་གི་མྱོང་ཉམས་མྱོང་ག་འདྲ་ཡོང་མ་ཡོང་དེ་ཡང་ང་ཚོར་རང་དབང་མི་འདུག་བ། དུ་བ། དུས་འདི་ལྟར་དེ་རང་དབང་ཡོད་པ། རང་དབང་མེད་པ་དེ་སྡུག་བསྔལ་རེད་ད། སྡུག་བསྔལ་ག་རིགས་ག་རིགས་བཟོ་རང་དབང་མེད་པ་དུ་བཟོ་མཁན་དེ་ཉོན་མོངས་དང་ལས་ཀྱི་བྱེད་དགོས་རེད་ད་གཙོ་བོ། ལས་རེད་ལས་དེ་གཙོ་བོ་ཡོང་ས་རེད་ཉོན་མོངས་ཡིན་དགོས་རེད་བྱས་ཙང་ད་ལས་དང་ཉོན་མོངས་དབང་གིས་ང་ཚོ་རང་དབང་མེད་པ་མཚམས་རྩ་ཡ་བས་ལས་བཟང་པོའི་དབང་གིས་ཡ་བས་ཁ་སོ་རེད་དག་ཞིང་ད་དག་ཞིང་རང་ད་སྐྱེ་གི་ཡོད་ན་མིན་ན་ད་དག་ཞིང་ཡོང་ཤུགས་རེད་ཡ། གང་དག་བདེན་འགྲོ་ལྷ་དང་ལྷ་ཡི་ལུས་རྟེན་འདི་འདྲ་ལ་སྐྱེ་བ་འདི་འདྲ།

ད་དགའ་བའི་རྒྱུ་ཞིག་ལ་དུས་ང་རང་ཚོ་ད་ད་བདེ་བ་འགྲོ་བའི་རྟེན་དེ་གཙོ་བོ་ག་རེ་ཟེར་ན་ང་རང་ཚོ་ཇི་ལྟར་ཡི་གེ་སངས་རྒྱས་ཀྱི་གོ་འཕང་བསྒྲུབས་ནས་བདེ་བ་ཅིག་ཡོང་དགོས་རེད་སངས་རྒྱས་ཀྱི་བདེ་བ་དེ་ཅིག་རེད་ཡང་ཐར་པ་ཐོབ་ན་ཐར་པའི་བདེ་བ་ཅིག་རེད་ད་འདི་མཐར་ཐུག་གི་བདེ་བ་འགྲོ་བ་ཅིག་རེད་བ་ད་གནས་སྐབས་འཁོར་བ་རྣམས་གནས་ན་ད་ལྷ་དང་མིའི་ལུས་རྟེན་གཞི་ཐོབ་པ་ནི་ག་ལ་གང་འཚམས་ཤིག་དམྱལ་བ་ཡི་དྭགས་དུད་འགྲོ་ལ་སོགས་པར་ལྟོས་ཏེ་སྡུག་བསྔལ་བའི་ཧ་ལམ་ཞི་བ་ཅིག་གིས་ཆུང་གི་རུ་བ། སྡུག་བསྔལ་རྟག་ན་སྩོལ་ཅིག་ཁ་སོ་རེ། མིའི་ལུས་རྟེན་ལ་སྡུག་བསྔལ་ཡོད་ད་ཡོད་དེ་ལྷ་དང་ག་ས་དེ་ན་ངན་སོང་ད་དམྱལ་བ་ཡི་དྭགས་དུད་འགྲོ་དེ་གར་ལྟོས་ཏེ་སྡུག་བསྔལ་ཧ་ལམ་མེད་པས་སོ་རེ།

ཡང་ཐོས་པའི་དོན་དེ་ཡང། ངེས་ཤེས་རྙེད་པའི་དོན་དག་ལ་བསམ་བློ་བཏང། ཨ་ནི་ངེས་ཤེས་རྙེད། ཨ་ནི་ངེས་ཤེས་རྙེད་པའི་དོན་དེ་ལ། ཨ་ནི་ཏིང་ངེ་འཛིན་གྲུབ་པའི་ཐོག་ནས་ཡང་ནས་ཡང་དུ་འདྲིས་པར་བྱེད་ན་ཨ་ནི། འགྱུར་ཐོན་དགོས། ཉོན་མོངས་ཁབ་སྟེགས་ཆགས་ཡོད་དུག་དུག་ཆགས་ཡོང་གི་རེད། ད་དེ་འདྲ་དེ་འདྲ་ཡོང་གི་མི་འདུག་བསམ་བསམ་ཅི་མེད་རེད། ད་དེ་འདྲ་ནི་རྟེན་འབྲེལ་འགྲིག་སྨོན་ལམ་རྒྱག་ན་ཁོག་ལས་ཐུགས་ཆེ་བ་ཡོང་གི་རེད།

འོ། སེམས་ཅན་ལ་སྡུག་བསྔལ་ཅིག་ཡོད་པ་ཡིན་ན། ཨ་སྡུག་བསྔལ་དེ་གཞལ་ཡས་ཀྱི་བདུད་རྩིས་དྲོ་ཅིག། དེ་གཉེར་ན་ང་ཚོ་བདུད་རྩི་གསུམ་ནི་བདུད་རྩི་རེ་ངས་བྱས་མ་སོང། འཆི་བ་མེད་པ་ཚེའི་བདུད་རྩི་བྱས། ཟག་པ་མེད་པ་ཡེ་ཤེས་ཀྱི་བདུད་རྩི་བྱས། ན་བ་མེད་པ་སྨན་གྱི་བདུད་རྩི་བསུ་བ། དེ་སུ་འགོར་རོ། ད་དེ་འདྲ་དེ་གཙོ་བོ་ནི། འོན་ཏེ་འོན་ཏེ་གང་ལྟར་འོན་ད། འདི་ནང་ད་ལྟ་སྡུག་བསྔལ་ཅིག་སེམས་ཅན་གྱི་སྡུག་བསྔལ་འདི། སྨན་སྦྱིན་ནི་མེད་པར་བཟོ་བའི་ནང་ད་ཀྱི། བྱང་ཆུབ་སེམས་དཔའི་སྨན་དེ་ཆོས་རེ་ད།

བྱང་ཆུབ་སེམས་ཁོ་རང་དུས་ཚོད་ཆགས་ཆགས་སུ་ཟེར་གྱི་ཡོད་མ་རེད་བྱང་ཆུབ་སེམས་ཁོ་རང་དགའ་བའི་རྒྱུ་རེད་ཟེར་གོ་མ་ཁོས་བཀོད་ནས་བླངས་ནས་འདི་སྒྲུབ་གི་ཡོད་རེད་བ་སེམས་ཅན་གྱི་དགའ་བ་ག་རེ་ཡིན་ན་སྒྲུབ་གི་ཡོད་རེད་བ་སྡུག་བསྔལ་ག་རེ་ཡིན་ན་སེལ་གྱི་ཡོད་རེད་བ་བྱས་ཙང་ད་གང་ད་དེ་འདྲའི་གི་བྱང་རིན་ཆེན་གྱི་རིན་པོ་ཆེ་ལྟ་བུ་ད་དངོས་གནས་འདོད་དོན་ཐམས་ཅད་སྒྲུབ་པར་བྱེད་པའི་ཆ་ནས་རིན་པོ་ཆེ་རྩ་ཆེན་པོ་རིན་ཆེན་སེམས་ཀྱི་བསོད་ནམས་གང་འདི་གི་སེམས་འདི་གི་བསོད་ནམས་འདིས་བསམ་བློ་བཏང་བ་ཡིན་ན་དེ་ལ་ཇི་ལྟར་གཞན་གྱིས་བླངས་ད་གཞན་ལ་ན

ང་ཚོ་གནད་འགག་ནམ་མཁའི་རྒྱལ་ཁ་ཞན་པ་དང་མི་འདོ་བ། ངས་དེ་འདྲ་བལྟོས་ཟེར་དུས་ངར་ཤུགས་ཆེན་པོའི་ཐོག་ནས་བོད་པའི་རིག་གཞུང་སྲུང་སྐྱོབ་ཆོག་གོ་དེ་སྐད་ཡིག་སྲུང་སྐྱོབ་ཆོག་གོ་ཟེར་དུས་དངོས་གནས་དྲ་གནས་ནང་པའི་ཆོས་རྩ་ཆེན་པོ་ཞག་རྩི་ཆེན་པོ་འདི་འཛིན་སྐྱོང་སྤེལ་གསུང་བྱེད་མཁན་ང་ཚོ་བོད་པ་ལས་ལྷག་མི་འདོ་བ་དེ་འདྲ་མི་རིགས་གཅེས་མི་འདོ་བ། རྒྱ་ནག་ལྟར་རྒྱལ་ཁབ་གཏུམ་སྤྱོད་ཆེན་པོ་ཞིག་ཡིན་བཟོ་དམག་ཤུགས་ཆེན་པོ་ཞིག་ཡིན་བཟོ་བ་དེ་སྐད་མི་འདོ་བ། ཐའེ་ཝན་ལ་མི་འདི་ཡོད་མ་རེད།

ཇི་ལྟར་ཕན་ཐོགས་བྱས་ཅིག་པུ་མ་རེད་དེ་འདྲ་ང་ཚོས་ག་རེ་བཤད་ཡོང་གི་རེད་འཇུག་པ་གསུམ་གྱིས་ཀྱི་ཕན་ཤེས་ཀྱི་ཡོད་བ། སྨོན་པ་གསུམ་གྱིས་ཀྱི་ཕན་ཤེས་ཚར་བ་བྱས་འཇུག་པ་འཇུག་པ་གསུམ་གྱིས་ཀྱི་ཕན་ཤེས་པའི་སྐབས་རེད་བ་དེ་འདྲ་དེ་དུས་འདི་སྟབས། སེམས་ཅད་ཐམས་ཅད་ཀྱི་དོན་དག་ལ་སེམས་ཅད་ཐམས་ཅད་སངས་རྒྱས་ཀྱི་ས་ལ་བཀོད་པ་དོན་དག་ལ་ང་རང་སངས་རྒྱས་པར་བྱེད་ཀྱི་འདིའི་སྤྱོད་དུ་ངས་ནི་ཆོས་དྲུག་སྤྱོད་པ་བསླབ་ཀྱི་ཟེར་འདི་སུ་གོ་རེད་བ། འོ་དེ་འདྲས་ཀྱི་ཕན་ཐོགས་ཀྱི་བསམ་པ་གཅིག་སྐྱེས་པ་ཡིན་ན་ཡང་རེད་བ་ཡ།

སྐྱོན་ཐམས་ཅད་སངས་ཡོན་ཏན་ཐམས་ཅད་དུ་རྒྱས་འདིར་སྡུག་བསྔལ་ཐམས་ཅད་སྤངས་པ་རེད་གཏན་དུ་སྤངས་པ་རེད་སླར་མི་ལྡོག་པའི་ཚུལ་གྱིས་སྤངས་པ་རེད་མ་ལུས་པ་སྤངས་པ་རེད། འདི་འདྲ་ཅིག་ཡོད་པ་ཡིན་ན་ནི་ང་ཚོས་ཡོན་ཆབ་ཅིག་སོ་སོས་བཏུང་ན་ཏག་ཏག་འགྲིག་གི་ལ་མ་འགྲིག་ལ་ཆུ་ཅིག་བེད་སྤྱོད་བཏང་ནས་ཕུལ་གི་ཡོད་རེད་བ། རེད་བ་ཡ། འདི་བྱུང་མ་བྱུང་བྱས་ལ་ཁྱད་པ་ག་ཡོད་རེད་སངས་རྒྱས་ལ།